ཆད་སྙིང་ཚོགས་པ་སི་རི་དྲ་རྒྱ་དབྱངས་ཤིང་རྒྱ་ཆེ་ལ་བརྩེ་ཞིང་བལྟ་ན་འཛོམས་པ། བབས་ཤིང་ངེས་ལྷིང་ཆར་བུའི་ནང་དུ་བཞུགས་པའི། ཚོགས་གཙོ་དབུ་རུ་བཞུགས་པའི་ཚོགས་མི་སྐུའི་རྡོ་རྗེ་སྤུན་གྲོགས། ལྷན་རྒྱལ་ཚང་མ་དམ་འདས་ལ་དགོངས་ཆེ་བཀྲིས་འཚམས་འདྲི་ལ་བཅར་ཡོད་དོ། ད་ག་ཙང་ནས་ནི་ལུག་གོ་ཕུ་རུ་བསྡད། ཨེ་མ་ཕུག་བྲག་ཨེ་མ་བང་སེ་དག་མི་འདུག་བཅར་མ་བཅོས་སོ། ད་དེང་སང་ཡང་ལུག་གོའི་བླ་མ་ཕྱག་རླབས་བབས་ནས་སླེབས་ཡོད་དེ་ཡང་ནང་དུ་ནི། ང་ཀོང་གོ་ནང་མི་དག་བྱས་ཚོགས་པ་ལ། སྐད་ཆ་དང་དེ་འདྲ་བཀའ་མོལ་སེ་ཞུ་མི་ཐུབ་དོ། ད་ཨི་ལ་ཚུགས་ནི་ཡང། ནང་དུ་ཨོ་པད་སེ་ཁང་ས་ཁོ་ཆེ་བ་བང་དགའ་དུ་ཨི་ལ་ཚུགས་ནི་ཡང་བང་སུ་སེ་མེད་དེ། དེ་ནས་དེ་མ། ཐབས་ཤེས་སེ་མི་འདུག་ད་དེ་དགོངས་འདུག་སུམ་ལུས་འབོག་གོ་ལ་ཡོད་དེ་མ། བང་སུ་དང་གང་འབྲེལ་ཅིག་འདུག་དུས་ཚོད་ཀོ་དང་ཁོམ་པ་ཅིག་འདུག་དེ་ནས་འཚམས་འདྲི་ལ། བཅར་ཡོད་དོ། འོ་ད་བཤད་ཉིན་ཚོགས་པའི་ཚོགས་མི་ལྷན་རྒྱས་ཚང་མ་ཐམས་ཅད་ལ་ད་དགོང་ཕྱི་དྲིལ་མཚམས་དྲིལ་ལ་ཁྱེད་རྣམ་པ་ལ་སྡེར་མོ་གསུམ་མི་བཀྲ་ཤིས་ཤོག་ཁང་དྲུག་བཞིའི་ནང་དུ། འོ་ལ་སོ་ལ་སོ། ད་ང་ལ་དཀའ་ལས་རྩ་ནི་མི་འདུག་འོ་དྲུ་བ་དེ་ཡོ་ཡོ་རང་ལ་རེད། ཁོ་དྲ་ལམ་གློག་ལམ་མི་རང་བས་མི་དེ་འོ་ཁོ་འདྲས་རེད་ཅེས་བྱས་ཏེ་ད་དེ་ཁོང་ལ་སྨྲ། དྲ་ལམ་གློག་ལམ་ད་དུ་དུས་ཚོད་ཁོམ་པ།

ཨ་མས་སྨད་གཉིས་པོ་ལས་ནི་དེ་ནི་བི་ཟའོ། ཡ་ནི་ཀྱང་དེ་ལས་བ་ཙ་ནི་མི་བྱེད་ཀི་མུ་སུ་བ་རེ་བྱུང་འདུག་དགོས། ཨ་ཁོ་བྱུང་ནི་དེ་ནི་ཕ་མ་སེ། ཨ་གང་ཚེ་བི་ཟའོ་ལ་བ་ཙའི་ཀོ་དེ་འདྲས་བྱས་བ་སྨ་མི་བསམ་ལོ་ལ། ད་ང་རང་ད་ཚེ་རེ་བསྡད་ན་སི།

འོན་ཀྱང་མི་ཡིས་བྱི་བ་ཁྱེད་རང་ཉར་ནས་ཀྱང་མ་ལྟོས་གོང་བཀུར་རོགས་ག་བྱེད་སྲིད། གོང་བཀུར་བྱེད་ན་གོང་བསད་སྲིད་ར་ཡི་ད། ཨོ་ད་ཐང་ཕེབས་མོ་ཚོང་འདི་བྱེད་སོ་ཟེར་བྱེད་མི་དད་ཁོ་ནི། མ་བ་རག་ཚོའི་དམ་ནི་བི་ད་བ་ལ་པད་ཕེབས་མོ། ཞིམ་པོ་ཅིག་བི་ནི་ཤག་ས་ད་གོ་ལེ་ཨ་ལོ་བཅས་ར་འགྲོ་འཇལ་དུ་བ་ཉིང་བཅས།

རྟ་ཅིག་དང་གདུང་ཅིག་དང་ཞྭ་མོ་བ་ཤས་ཉོས། དེ་ང་ཅི་ར་རྒྱག་ཏུ་འགྲོ་ཡིན། དེ་དེ་གས་ཚེ་ཅི་ར་རྒྱག་ཏུ་མི་ད་དུག་སེ་འདི་དུག་སེ་འི་དག་སེ་རིག་སེ་བྱི་བག་ས་དེ་ནས་ཁོ་ལ་འོ་ད་ལ་ཡ་ག་དང། ཁོ་འདྲེ་ཅིག་རེ་འདྲ་ཅིག་གོ། ཁོ་མགྱོགས་ནས་ད་སྐོ་ནས་ཧང་སོ་ནས་ཁོ་འདྲེ་རེ་ཅིག་བྱས་དུ་བ་དུ་བས་ཁོ་འགུག་ས་འགོ་བྱེད་ན་གུང་སེ་ར་འི་དག་བྱི་བ་ནི། གསུམ་ནས་དེ་ཅི་ར་བ་ཁྲལ་ད་ནི་བྱས་ནས་དེ་ནས་ཁུ། ལ་ཡ་ག་ར་ད་སྐྱའོ། དེ་ད་མུ་སེ་བ་ཅི་ར་རྒྱག་ཏུ་འགྲོ་བྱས་སོ་རེ་ཅིག་བྱི་བག་སོའོ། དེ་ནས་ཨ་མའོ་སང་གོས་དུ་བའི་ལས་ཀ་སང་གོ་བྱང་ཆུབ་བ་གོས་ནི། རྟ་ཅི་ཡིས་ཉོས་ཅི་ཞིག་ཉོས་ཤ་ཅི་ཞིག་གོ། ཨོ་དེ་དུང་ཅི་ཉོས་ཤ་མོ་ཨ་ཤ་ཅི་ཉོས། ཨོ་དེ་གོ་ཅི་ར་སོང་ལ་དང་ས་རེད། ཨ་གོ་ཅི་ར་སོང་ལ་དང་ནས་ཅི་ནས་ཁུས། ཐང་ག་ལ་རྟ་བོ་ཞོན་ཤ་སྐྱིད་བོ་ཁྲིད། དུང་མགོ་སྟབས་ལ་ཁུ་ཨ་ཤ་གོན་བྱས་ནས་ཕིན་འདུག་ཨ། ཨ་ཁོ་ཕིན་ནས་དེ་ཁོ་ལ་ཐང་ག་ཅིག་འདུག་ཨ་རྙེད་འདུག་ཨ། ཨོ་ཁོས་ཨོ་ལ་སྐྱིད་བོ་བཏང། སྐྱིད་བོས་འདུག་ཨ་ཨོ་ཐལ་སྐྱིད་ལ་ཀ། ཨོ་ཁོའི་སྐབས་ལ་ཁོ་རང་རྟ་བོ་ཞོན་ནས་ཏུ་བག་སངས། དེ་ནས་སྐྱིད་བོ་ཚ་འདྲེ་ཆུང་མ་འགྲོ་འདུག་ཨ་ཨོ་ཁོ་ཨ་འུང་ཅིག་ལ་ཞུགས་འདུག་ཨ།

ཨོ་དེ་ཧ་ཡི་ཐོས་ས་ཁོ་རེ་ཞྭ་མོ་ཨ་ཞེ་ཀ། ཨོ་ད་ཡི་ཡི་ཨོ་ནི་ཁུ་རང་མི་ཀང་གོའི་གོས་ནི་མ་ཏ་ར་ད་ཀ་བའི་པི་རང་མ་ཞེ་ནི་ཁུ། ཀང་གོའི་ལོ་བི་ཏའོ་ལ་ཀ། ཅི་ཨུ་ད་ཏའོ་གོ་ཨོ་དྲི། ཨོ་ད་ཁོ་པི་རང་མ་ཁོ་རང་ཡ་ན་ར་ན་ལ་དེ་ནི་ཨའུ་གོ་ལ་ཞུ་བ་ས་ཁུ་ཨ་སང་གོའི་ཀབ་ལ། ཨ་ཁོ་ནི་ཡ་ར་ཡ་ར་ན་ར་ན་ཞུ་ནི་ཁང་ཁོ་མི་ཡི་ལ་ལ་གོ་ཐ་ན་དེ་ལི་བོ་པི་རང་མ་སོང་བའི་ཁང་ཐ་ཅི་ད་ཁ་ཐེ་གོ་ཡ་ཁྲ་མ་ཐ་ར་འགྲོ་ནི་དེ་ནི་ཨའོ་ད་ཙ་ལ་ཉེན་དེ་བྱུང་བ་འདྲ་ཁོ་ཨོ་ད་ཁོ་ཨའོ་ཙ་ལ་ཡ་ཉེན་དེ་བྱུང་ག་ལ་དེ་ནི་ཨའོ་དེ་བས་ཁོ་ལ་ཇི་ཡི་ནི་ཁུ་ཡོ་ཞབས་མོ་ཨ་ཤེ་ཀ་ཁ་ལ་མ་ཙེ་འདི་བས་ཞབས་མོ་ལ་ཧ་ད་ཁང་སོ་ཁོ་ནི་ཅེ་བ་སྐུམ་དེ་ཁོ་ཆི་ནི་བས་ཐོན་དུ་བ་ཁྲོལ་དུ་བ་དེ་བས། ཨོ་ད་ཨའུ་གོ་ལ་ཁོ་རེ་ཨ་ཤའོ་ཤ་མོ་ཁོན། ཨའོ་ཤ་མོ་ཨོ་ཁོན་ནི་ཁོན་ཁོན་ད་ལ་ཁྲོས་ལ་ཤོར། ཁོའི་གབ་ལ་ཀྱི་རྒྱུ་ཀྱི་ར་ཏཱ་དེ་ནི་ཏཱ་ར་མི་ལ་དུ་ཀྱི་ར་ཀ་དེ་བས། ཧོ་ཁོ་ནི་མ་ཨུན་གོ་ནི་མ། ཤུ་རུ་ཤུ་མི་འདི་གང་དོ་བོ་ཐོན་གྱ་ཀྱི་མདའ་ཀ་དེ་འདི་ཐོ་ཀ་ལ། ཧོ་མ་ཐོན་ཡ་མ་ཆི་ཀྱའོ་ལ།

ཧོ་ད་ཁོ་པི་རང་མ་ལེ་ནི་ནི་ནི་ཁོ་དུ་གི་ཡ་མི་ནང་ལ་ལོ་བ་ལ་ཅི་མེད་རྟ་མེད་དུང་མེད་གང་ཁོ་མེད་ཏི་ལོག་ལེན་ཟོ་ཅི་མི་ད་ག་ཐི་ནི་ཁི་ཁོ་ལ་ཧ་ཕི་ནི་ཐི་ནི་ཧ་མི་ར་འདི་ད་ལ་ཉན་དེ་འགྲོ་བ་ལ་ནི་འགྲོ་བ་ལ་ཁོ་པི་རང་མ་ནིང་ཅེ་ཚེ་ཅི་ར་ག་ཐི་ནི་ཧོ་མི་ཡོན་ད་ད་ལ་རྒྱང་ཙི་ནི་ཚི་ནི

ད་མི་ཡང་པ་བའི་ཁུ་ལ་པའི། ཅིག་སེ་ལབ་ལེ་སེ་མ་བྱ་བ་སའ་ཨི་ཧའི། སྨྱོ་འབོ་ལུག་ཅིག་ད་ཧ་ན་པའི་པི་རང་མ་བྱས་ད་དེ་འདྲའི། ཨ་ཨ་ཤ་ཁུ་གེ་འདྲ་ཅིག་ཏག་ཏི་གེ་སི་གེ་འདྲ། ག་ནི་འོང་ཅིག་ནི་སི། འོ་བའི་ཁྱེའི་མཐའ་སྟག་ར་ཅིག་ཆོས་ཁུ་ལ། འོ་ཁོ་སེམས་པ་མ་སིང་གེ་ལུག་ཅིག་འདྲ་འགྲོ། སམ་ནི་འོ་དེ་དེ་འདྲའི་བྱས་དུ་བ་སྙིང་རྗེ་ཁུ་ལ། ཡར་ཏོ་སེ་མ་བྱས་དུ་བ། འོ་ཁོ་མ་བྱས་དེ་ནི་ཁུ་ལ། ཁོ་མ་ར་མ་ར་མ་ར་ར་ཅིག་ཕི་ནི།

པི་རང་མ། ཞུ་འདེ་རི་བ་ད་པི་རང་མ་མི་འདི་མེ་ད་ཀ་ཀང་གོ་དུ་གེ། ཨོ་ཁོ་འདྲེ་སེ་ཆི་ནི་ཁོ་ཕག་པ་རང་ཁྱིམ་རྫེ་ཆི་ནི། དེ་དག་སོ་དུ་མ་གོ་མོ་ཅིག་ཙེ་ལུ་ཁ་འདྲེ་དེ་ལྟ་ན་དུས་ཚོད་རིང་པོ་རང་མང་མི་རེ་ཤེ་འདྲེ། ཏོ་ད་སེ་ཅིག་ཤེ་ད་ཀ་ནི་ཡིན་ཅེ། ཨོ་ད་ཁོ་འདྲེ་ཁབ་ཏུ་གོ་ལ། ཁྱི་ནི་རྒྱ་བུས་ལྕམ་གོ། ཨོ་རེ་ཨུ་ཏྲ་སིན་འཇེ་ཆེ། ཧ་ཨུ་ཏྲ་སིན་འཇེ་ཆི་ནི་ཁྱི་ནི།

དེ་ནས་ནི་ཁོ་བདུད་དུ་འགྲོ་བ་ལ། ཡང་དང་དྲག་དམག་གཡོག་མོ་ཞེས་བྱའི་འདུག། གཡོག་མོ་ཁོ་བོ་ཁོ་མ་ཐག་ཇི་དག་པང་དང་ལས་ཀ་བྱེད་ཀྱི་ལ། གཡོག་མོ་མཐོང་ངོ་ནི་གཡོག་མོ་གཡོག་མོ་གཡུ་བྷ་ཡུ་རུ་སྔོ་དོག་གི་མཐོང་རྩལ་མཐོང། ཁོ་བདུད་དུ་ཕི་ན་ཡང་ཨོ་བྷི་ཇག་ཁུ་པི་རང་མ་ས་དུག་གྱི་ལ་མྱང་ངན་ཀུ་ཤའི་ངོ་ནས་ནི། དེ་ཁུ་བས་ནི་ཀ་བདུད་མ་ནུས་པ་བཟང། ཨོའོ་ཅི་རེད་ཅིག་ལ་རྒྱང་མིག་རེ་གཉིས་ཀ་རེ་ནོན། གཡོག་མོ་ཡ་ཧ་ན་ཡི་བོ་འདུག་ནས་དུས་ཐུག་འགྲོ་ཨ་ལ། ཁོས་བི་ར་བི་རང་མོ་ཞེས་ངོ་ནས་བི་ར་བི་རང་མོ་བི་རང་མོ། ཧ་ཡོད་ན་གཡུག་མོ་དོག་ཨེ་ཡོད་དའོ་ཞེས་ཁོ་དུས་ཐུག་འགྲོ་ལ་ཧ་གཡོག་མོ་ཞེས་ན། ཡང་རྒྱ་བི་ལོག་སེ་ཨོ་ཁོ་འདྲེ་རེ་ལ་ལད་དུ་བ་དུས། དེ་ནས་གཡོག་མོ་ཅང་པ་བྱུང་ང་འདྲེ་གཡོག་མོ་ཧ་ནི་ཚུ། ཟས་འདྲེ་རྩེ་བོ་ཁང་ཁུ་ནི

ལོག་འགྲོ་ཞེས་ཟེར། འོ་ད་དེ་ལ་ངན་དང་གུས་མེད་ད་དེ་ཀའི་ཡིན་རྒྱ་བོད་བང་མཛོད་ནི་གང་བྱས། ངན་དང་གུས་མེད་ད་དེ་ཀའི་ཡིན་དེ་ལོག་འགྲོ་ཞེས། ལོག་འགྲོ་ཞེས་ཟེར་བྱས་མི་དེ་གུས་པ་དང་འདྲའི་བྱིན་ནང་མ་ཆད་བག་ས་ཡིན་མི་ཡིན་ཐང་ད་ག་དེ་བས། འོ་ད་མི་སུ་ཅིག་གིས་ལ་བརྙས་བཅོས་ཟེར་གའི་མ་སྔགས་ས་ད་མི། ངན་ད་དང་འདྲའི་གུས་མེད་ད་དེ་རོ་བྱས་ནི་མ་བྱས་ནི། མི་སུ་ལ་མ་བརྙས་དེ་ཉིན་ཚེ་བརྙས་བཅོས་ཟེར་བྱས་འོང་གྱི་མེད་ད་ག། ཨོ་ད་ཁོ་འདྲས་དེ་འདྲས་ཅི་ལ་ཐིན་ཧ་ཧི་བི་ར་པི་རང་མོ། ཧ་ཧི་ས་དུ་ཀྱི་ནི་མི་ཨོ་འདྲས་ཅི་ལ་ཚུགས་ཤོག་ཟེར་བཞིན་ཡོད། དེ་ནས་རྒྱ་བོ་ལ་དེ་འདྲས་ཞུས་ཆེ་བག་ས་ཡ། ཨོ་ད་རྒྱ་བོ་ར་ཨ་ན་ང་ལ་རྟ་ཅིག་དང། ཀྱི་ཤ་ཀྱི་ཅིག་དང། དུང་ཅིག་དང་ཞྭ་མོ་ཨ་ཤ་ཅིག་དང། དེ་ང་ལ་གང་དགོས་ཆ་ཚང་ཅིག་གོ། ཁུ་ལས་དེ་ནས་ཡིག་འོང་ངས་འདོན་འདོག་ཆེ་བག་ས།

འོ་དེ་གང་ཙམ་ཞིག་བླ་ར་མང་དུ་ཡི་བླ་ར་མང་དུ་ཡི་ན་དུག་སི་ཀ་སེ་དེ་དུང་གོ་ཅི་ལོ་ལ་སོ་བསེ་ཚུ་བག་སོ་འོ་ད་ཁུ་བའི་དྲེ་ད་མོ་འོ་དེ་མི་ཅི་ལོ་ལ་ཁོ་དུང་གོ་སོ་བསེ་ཚུ་ནི་དེ་མི་བློན་པོ་འདྲ་ཀྱི་ཕི་ནི་ཅི་ལོ་བོ་ཡི་བ་ལ་ཡོ་ཁོ་རོང་ཅི་ལ་ཀ། ད་པའི་མི་ཡི་རྒྱལ་པོ་རང། བང་མི་ཚེ་རང་གང་བུ་འོ་ད་པའི། བླ་མ་གང་མེད་མཛའ་ཡི་བླ་མ་ཅིག་འདུག་འོ་ད་པའི། ཚེ་སྡུག་བར་བའི་བླ་མ་དུ་ངོ་ཤེས་པའི། ཕུག་མེད་དུ་ཤོད་དུས་དེ་ནི་པའི་དེ་འདྲས་སེ་བྱས་ནི། པའི་རྒྱལ་པོས་ལྕགས་མི་བཙུགས་ཡུག་ཀྱང་བྱིན་རློབས་ལ་ད་ད་པའི་ངོ་ཤེས། དེ་འདྲས་སེ་དོན་འདི་ད་བླ་མ་མོས་དོན་ཕོངས། བླ་མ་མོས་དོན་འཕག་གོ་སེ་རེ་འགས་ཀྱི་བླ་མ་མོས་དོན་ཕོངས་སེ་མི།

ཨོ་ད་ཁུ་བའི་སྒྲས་ལྟ་མོ་ཀོ་ད་རུང་རྒྱ་བོ་གའི་ནང་ལངས་ནས་དེ་ནི་རིན་པོ་ཆེ་རང་ད་དེ་ད་རུ་ད་རུང་ག་འདྲས་ག་འདྲས་ག་འདྲས་དགུའི་སྐུ་ཡོད་ག་འདྲས་ཞལ་ཡོད་ག་འདྲས་རྣམ་མགྱོགས་ཞེས་བྱ་བ་བཟོ། དེ་ནས་ཁོང་པ་གང་འདོད་པ་ལ་འདྲས་རྩ་ནི་མེད་ཁྲོ་ཏོ་བ་རེ་རྗེ་བྱུང་བ་འདྲེ་བ་སྙིང་རྗེ་ད་མི་སོ་སོའི་ཚེ་ངན་མི་ད་གང་འདྲས་ལས་ཀོ་བ་ཀོ་བྱ་ཡིན་ན་ག་འདྲས་ཡིན་ན་མི་ཚེ་སྔོན་གྱི་དེ་འདྲས་ལམ་ལམ་འདྲ་བྱུང་ངེས་མེད་འདི་བི་ཟ་མུ་སུ་བ་ལ་ག་དུ་ཡོང་དེ་ནས་ཁོས་ཧ་མ་གོ་རང་ན་ང་ཨ་མ་ལ་དྲིས་ལ། དེ་ཨ་མའོ་ལ་མོ་ག་འདྲས་ག་འདྲས་ག་འདྲས་ཁུ་འགྱུར་བྱས་ནས་འདྲེ་བི་ཟི་ཆོ་མེ་ད་ནི་རྒྱ་བི་བང་དོན་ན་ནི་གང་ད་བི་ད་དེ་ན་རག་ཅག་རག་ཡན་ཅན་ནི་ཁུ་ལས་ཆེ་བ་ས་ད་ཨ་མ་མི་སེམས་པ་ལ་མ་ཡི་ན་རག་ཅག་རག་ཡན་ཅན་ནི་དེ་ནི་རྒྱ་བི་བང་དོན་ནི་ཡོབ་ཡོབ་ཅག་མ་ང་ཁུ་ལས་ཆེ་བ་རག་ག། ཨོ་ད་བི་ལ་ཨོ་ཁྲོ་ཏོ་བ་སོང་ངོ་དེ་བས་ཨོ་ད་དགྲ་བོ་ཐ་འདི་དེའི་དགྲ་རི་ང་ལ་ན་ལག་ཆེ་ད་ཅག་ལག་ཅིག་གི་སེང་སྐུ་ཡོད་ཞམ་པ་མོ་ཁག་ཆེ་བ་སོགས་རེད་ཨ་ཁྲོ་ཏོ་བ་སི་གང་འདོད་པ་ད་འདྲས་མེད་ད་ར་ཁ་ཨོ་ཁོ་ཤི་ནི་ཅག་ལག་ཆེ་ད་ན་ལག་ཅིག་ཁོ་ནི་བི་འདག་ས་དེ་ནི་མི་ཅིག་རང་ངས་བི་ལ་ཁོ་རང་ངས་ད་གང་སྐུ་ནི་ཨན་དེ་ཤ་ཅི་དང་རྟ་དང་དུང་དང་ཤ་བའི་བ་ག་ཤའི་ཁུད་ལྟར་འུ་ཐག་ཁུ་ཡོད་ལ་གང་ཚེ། ཇག་བདག་ཅི་དང་ན་བདག་ཅི། མི་འདེམ་མ་ང་སོ་ཁོ་མི་འདེམ་མོ་ཁག་བྱས་ཏེ་འོ་ཁོ་ཁུ་ནི་བི་འདག་སོ་དེ་ནི་ཨ་ན། རྒྱ་བོ་གཡུ་ཏོ་ར་དང་རིན་པོ་ཆེ་ལ་མིང་བྱུང་ང་དང། ད་འོ་རེ་དིང་སང་ཟེར་ན་ལེགས་འུ་སྐོ་ད་ག་ད་ང་མི་བྱེད་ན། དེ་འདྲའི་ལེ་ཚན་གྱི་སོ་ར་གཅིག་རྫོགས་སུ་ངོ་བི་ད་ན་བི། ལུག་བའི་རང་གནས་ཀྱི་དན་དེ་ནི་ཉམས་ཚོད་ནི་ཤེས་ངོ་བྱས་དེ་ལ་དེ་འདྲའི། འོ་ལེ་ཚན་གྱི་སོ་ར་འདྲ་འདྲ་ང་ཚེ་བྱེད་དོ་ད་ན་གཅིག་རྫོགས་བོ་བི།